འཇམ་མགོན་བླ་མའི་བསྟན་པའི་བདག་པོ་སྐྱབས་རྗེ་འཇམ་མགོན་རིན་པོ་ཆེ། རྗེས་སུ་དྲན་པའི་སྒོ་ནས་སྐྱབས་རྗེ་ཟི་ལིང་རིན་པོ་ཆེ་གཙོ་བོ་བྱས་པའི་མཁན་རྣམ་པ་གཉིས་མཁན་པོ་སློབ་དཔོན་ཨ་ནེ། ཆོས་གྲོགས་ལྷན་རྒྱས་ཚང་མ་ལ་ཕྱི་དྲོ་བདེ་ལེགས་ཞུ་ཡ་ཡིན། ད་ད་ལྟ་གསུང་བཤད་སྦྱོང་བརྡར་དེའི་གོ་སྐབས་དེ། ང་རང་གིས་ཡང་དམ་འཛིན་ཆུང་ཟད་བྱེད་པའི་སྒོ་ནས་ཡང་ནས་རྟོག་བཟོ་ཞུ་འདོད་བྱུང་སོང། ད་འདི་ལ་བརྗོད་གཞི་མང་པོ་འདུག་ཡིན་ནའི་ད་བརྗོད་གཞི་ཚང་མ་འགྲོ་མི་འགྲོ་མི་ཤེས་ཏེ། དེ་ཚོ་ཚང་མ་ཀར་སོ་རུག་རུག་འགྲོ་བཞིན་བཟོད་བཞིན་རེད་བ། ང་གཅིག་ཞུ་འདོད་བྱུང་སོང། བྱེད་སྟངས་ད་དེ་པ་ཟེར་བྱེད་དོ། སྐྱབས་འགྲོ། ནང་པ་སངས་རྒྱས་ཡིན་མིན་དེ་སྐྱབས་འགྲོ་ཡོད་མེད་རེད། ད་དེང་དུས་ཀྱི་གྲྭ་བ་དང་ད་ཨ་ནེ་ལ་སོགས་པའི་དེ་ཚོ་ཆོས་པའི་རྣམ་པ་ཚུལ་ཡོད་པ་དེ་ཚོ་ནང་པ་གཙང་མ་ནང་པ་རེད་མ་རེད་ཟེར་ལ་དུས་སྐབས་སུ་དེ་ལ་བརྗོད་གཞི་གཉིས་པ་ལས་བི་པོ་ཟི་ཏིབ་ལ་ཞུ་བ་དེ་ཏག་ཏག་རེད་འགྲོ།

ད་དམིགས་བསལ་འདི་དང་འབྲེལ་བའི་དམིགས་བསལ་གང་ཡང་བརྗོད་ཀྱིན་མེད། ད་ཡིན་ན་ཡང་ད་ང་ཚོ་ནང་པ་སངས་རྒྱས་ཀྱི་ཡིན་པའི་ཆ་ནས་ག་རེ་བྱེད་དགོས་འདུག་ཟེར་ན། དད་པ་དང་ཤེས་རབ་གཉིས་ཟུང་དུ་སྦྲེལ་བའི་སྒོ་ནས་འགྲོ་ཡ་དེ་གལ་ཆེན་པོ་ར། བྱས་ཙང་ནི་ཤེས་རབ་དེ་ག་བ་ལ་བརྟེན་ནས་འབྱུང་དགོས་རེད་ཟེར་ན། ཐོས་བསམ་ལ་བརྟེན་ནས་འབྱུང་དགོས་ར། བྱས་ཙང་ཐོས་བསམ་རྣལ་མ་དེ་ཡོང་དགོས་འདུག་ཐོས་བསམ་རྣལ་མ་དེ་ག་འདྲ་ཞིག་འབྱུང་དགོས་ར་ཟེར་ན། ད་ནང་པ་སངས་རྒྱས་པའི་ཆོས་དེ་ང་ཚོ་ཚང་མ་གིས་སྤྱད་ཀྱང་སྤྱད་བཞིན་པ་ར། དེ་དང་མཐུན་པར།

རོ། ཆོས་ཡག་པོ་བཞག་ནས་ཁོ་གི་བེད་སྤྱོད་ཕྱིན་ཅི་ལོག་ལ་བཏང་ན། ཨ་ནི་གནའ་སྔ་མོ་ད་བོད་ལ་ལོ་རྒྱུས་མང་པོ་འོ་རེད་ད། ཆོས་ལུགས་ཆོས་ལུགས་ཕན་ཚུན་དམག་སྐྱོར་ནི་ར། དེ་ལོ་རྒྱུས་མང་པོ་ཡོ་རེད་ཁྱེད་རྣམས་མཁྱེན་གི་རེད། ད་གནའ་ཤིས་ཚན་རིག་ལ་བལྟས་ནས་ཡང་འཛམ་གླིང་འགྱུར་ལྡོག་ཇི་མགྱོགས་གནས་སྟངས་མང་པོ་ཡོ་རེད། ཨ་ནི་ད་དེ་སྐྱོན་གི་ཤོག་འདུག་ར། ད་དེ་ཤེས་ཡོན་ཁོ་རང་གི་སྐྱོན་རེད་པ་ཟེར་ན་རྩ་ནས་མ་རེད། ག་རེ་ཁྱོད་རེད། གཞན་དེས་བེད་སྤྱོད་གཏོང་མཁན་གང་ཟག་གི་རྒྱུད་ཀྱི་ཉོན་མོངས་བརྗོད་ལ། ཨོ་འདི་ཀྱི་སྐྱོན་རེད། རྒྱུ་མཚན་དེ་ལ་བརྟེན་ནས། ད། ཚན་རིག་པ་དེ་ཚོ་ཡང་ཁོ་ཚོ་ཚན་རིག་སྦྱངས་ཚར་བའི་ཞུ་གུ་ལ་ཐ་མ་ལ Moral Ethics ཟེར་འདི་ངེས་པར་དུ་བསླབ་ཀྱི་རེད་ཁོ་ཚོ་གི་དེ་འགྲོ་སྟངས་རེད་ད། དང་ན་ཞིག་དེ་ན་ད་དེང་དུས་ང་ཚོ་ནང་པ་སངས་རྒྱས་པའི་ཤེས་ཡོན་ཡོད་པའི་སྒང་ལ། ལྷག་པར་དུ་བློ་ཆུང་གི་རྣམ་པ་དང། ལྟ་གྲུབ་ཀྱི་རྣམ་པ་དེ་ཡོད་པ་བྱས་བློ་ཆུང་གི་རྣམ་པ་དེ།

བྱ་བའི་དབྱངས་ཀྱི་རྒྱབ་སྐྱོར་ཡོད་ན་ཤེས་རབ་དེ་ཡོད་ན་ཡང་ཤེས་རབ་ཡག་པོ་འཕེལ་ན་ཡང་དེ་འཆལ་གྱི་མ་རེད་ཟེར་བྱེད་དུས་ལ། བྱས་ཙང་འདི་འདྲི་ཡོད་པ་ཡིན་ན་ང་ཚོ་ནང་པ་སངས་རྒྱས་ཀྱི་དད་པ་དང་འབྲེལ་བའི་ཆོས་ཞིག་ཡོད་ར་ད་དེ་དེ་ཚན་རིག་པ་མཉམ་དུ་བསྡོམས་ཐུབ་པ་ཡིན་ན་ཚན་རིག་པའི་ལྟ་བ་ཡག་པོ་ནང་པའི་ལྟ་བ་གཉིས་མཉམ་དུ་ཡོད་པའི་ཐོག་ལ་ལྷག་པར་དུ་ནང་པའི་གི་ཨ་ནི། ཚུལ་ཁྲིམས་ཀྱི་ལྟ་བ་ཡོད་ར་དང། བློ་ཆུང་གི་རྣམ་པ་ཞེས་ཡོད་ར་དང། འདི་བསྡོམས་ཐོ་ཡོད་དུས་ཁོ་ཚོ་ད་སློབ་སྦྱོང་ག་རེ་མི་དགོས་ག་རེ་བྱས་པ་ཡིན་ན་ཡང་ཡང་དག་པའི་ལམ་ལ་འགྲོ་ཐུབ། དེ་མ་གཏོགས་སློབ་སྦྱོང་འདི་གི་ཡང་ཕྱི་མཆོད་ལོག་ལ་ཁྲིད་ཡ་གི་ཉེན་ཁ་ཡོད་ར། འོ་འདིའི་རྒྱུ་མཚན་འདིར། ད་དེ་ལྟ་བུའི་སློབ་སྦྱོང་ཡག་པོ་ཞིག་ཡ་ང་ཚོ་ཡར་རྒྱས་འགྲོ་ཡ་དང་གོང་འཕེལ་འགྲོ་ཡ་ཅིག་ལོ་ངས་ལ་རྒྱུ་རྐྱེན་མང་པོ་ཡོད་ར་དེ་ཡིན་ན་ད་ལྟ་སྐབས་སུ་བབ་ང་ཚོ་ག་རེ་བྱེད་དུ་ལེ་ལོ་ཟེར་སོང་ཞེས་པ། ཨོ་དེ། ལེ་ལོ་ལེ་ལོ་ཟེར་གྱི་རོགས། དེ་ལེ་ལོ་དེ་ལ་ཅི་ལྟར་རྣམ་པ་མང་པོ་ཡོད་རེད་རྣམ་གཡེང་གི་ལེ་ལོ། ལེ་ལོ་ནམ་རྒྱུན་ང་ཚོ་ཡོངས་གྲགས་ལེ་ལོ་རང་རེད་དེ་ཡིན་ནའི་ད་ང་ཡི་འདུག་ས་ད་ཡོད་ན་ང་ཚོ་རྣམ་གཡེང་གི་ལེ་ལོ་མང་པོ་ཞེ་དྲག་ཅིག་འདུག། གཉིས་ལ་ག་རེ་འདུག་ཟེར་ན། སྒྱིད་བླུགས་པའི་ལེ་ལོ་ཞིག་འདུག་ཨ། ང་གི་ཐུག་གི་མ་རེད་ཟེར་གྱི། ད་ང་ད་འཇོན་ས་མ་རེད་ང་ད་ཐུག་ས་མ་རེད་ལ་འདི། ང་ཚོ་གི་ཨེ་འདྲའི་རྟགས་ཡང་འདུག་ག་ཟེར་རོགས། དེ་འདི་རྩ་ནས་བེད་རེད་ཅི་ལྟར་ཁོ་རང། འབུ་གྲོག་མ་ཡིན་ཚེ་སངས་རྒྱས་པའི་ནུས་པ་ཡོད་རེད་ཟེར་ལ།

བློ་རུ་ཐལ་ཡག་གིས་ང་ཚོ་ང་ཚོ་ལྟར་བློ་རུ་ཐལ་ཡག་གི་སློབ་མ་ཡིན་ཟེར་དུས་ཁོ་ཚོས་བློ་རུ་ཐལ་ཡག་གི་སྐབས་བབ་གཙོ་བོ་ནམ་རྒྱུན་ང་ཚོ་འཆད་རྩོད་རྩོམ་གསུམ་ལ་མཁས་པ་ཟེར་ནས་བློ་རུ་ཐལ་ལ་འདི་ལག་འགུལ་བ་རེད་ཡིན་ན་འཆད་རྩོད་བློ་རུ་ཐལ་ཡག་ཁོ་རང་གིས་འདི་བརྩམས་བཞག་རྒྱུ་གནང་གི་རེད། འཆད་རྩོམ་སྐབས་བབ་བསྟན་ལ་བྱ་བ་ཟེར་གསུངས་འདུག་འཆད་པ་དང་རྩོམ་པ་དེ་ཁོང་གི་སྐབས་བབ་གཙོ་བོ་ཡིན་གསུངས་རེད། བྱས་ཙང་ཁོང་གིས་ད་ང་ཚོ་རྩོམ་པ་གི་ཕྱོགས་དེ་ད་ཁ་ཚང།

ལོ་རེར་ཐེངས་གཅིག་མ་གཏོགས་ཀླད་གོར་མར་འདི་གོ་སྐབས་དམ་འཛིན་བྱེད་དགོས་ཡ་དང་འདི་ལ་གྲ་སྒྲིག་བྱེད་དགོས་ཡ་དང། ཨ་ལས་དང་པོ་ད་དེ་གསུང་བཤད་ཇི་བྱེད་དུས་ག་སོ་བརྗོད་གཞི་དེ་ཡག་པོ་ངེས་དགོས་འདུག་ད། ད་ལྟ་ཁྱེད་རྣམ་པ་གི་གསུང་ཡོན་དེ་སྤྱིར་བཏང་ད་དཔེ་མི་སྲིད་ཡག་པོ་གསུང་རོགས་འདུག་དེ་ཡིན་ན། མཚམས་མཚམས་བརྗོད་གཞི་དེ་ཡག་པོ་བརྗོད་གཞི་ཁོ་རང་ག་རེ་ཡིན་བརྗོད་གཞི་དོན་དག་དེ་ཡག་པོ་གོ་མ་སོ་བ་བྱས། ཨ་ནི། བརྗོད་གཞི་ནང་ལོགས་ནས་དེ་ཟིན་ཅིག།

འབྲས་བུ་དེ་ང་ཚོ་ལ་ག་རེ་སྤྲད་གི་འདུག་ད་ལྟ་ད་ལྟ་ལ་འབྲས་བུ་ག་རེ་སྤྲད་གི་འདུག་ལོ་གཅིག་གི་རྗེས་ལ་འབྲས་བུ་ག་རེ་སྤྲད་གི་འདུག་ལོ་བཅུ་གི་རྗེས་ལ་ང་ལ་འདི་ཟ་ཡ་འཐུང་ཡ་འདི་གི་འབྲས་བུ་ག་རེ་སྤྲད་ས་རེད་ར། Calculate ལ་གི་འདུག་རྩིས་ཀྱིས་བཏང་ནས། དུས་སྟོན་ལ་ཞེས་མོས་དོགས་ཡོད་པའི་ཕྱིར་ལ་ཡ་ཞོ། ང་འདི་ད་ལྟ་ཟ་ནས་མང་པ་ལ་ག་རེ་བཞག་ལ་ཡ་ཞོ་འདི་རྒྱུ་འབྲས་ཀྱི་རྩིས་སྟངས་མང་པོ་ཞིག་ཡ། འོ་འདི་རྒྱུ་འབྲས་ཀྱི་རྩིས་སྟངས་ཞིག་རིག་པ་ཞིག་བཏང་ནས་ཨ་ནི་ཟ་ཡ་ག་རེ་འདུག་ག་རེ་ཟ་དགོས་ས་རེད་ག་རེ་ཟ་མ་དགོས་ས་རེད།